ཉེ་བའི་ཆ་ལ་ར་ཀ་སེར་རྒྱ་རི་སྒྲོལ་མ་མཆོག་ནས་ཨེ་ལྡིའི་གཏམ་བཤད་དང་འབྲེལ་བའི་ཨེ་ལྡིའི་གཏམ་བཤད་ཀྱི་སྐབས་ལ་ད་བོད་རྒྱ་འབྲེལ་མོལ་གྱི་སྐོར་ལ་བཀའ་མོལ་གནང་བཞག་པ་ཅིག་དང་འབྲེལ་བའི་ཐོག་ནས་གནས་བསམ་ཚེ་ཐུང་ཙམ་ཟུར་ཞུ་གི་ཡོད། ད་ལྟ་རྐང་དྲན་པ་ཅིག་ཞུ་ཡག་གི་འཆར་གཞི་ཨུ་ཏུ་སི་ཡིན། ད་གཙོ་ཆེ་ཤོས་དེ་ཐོག་མ་དེ་ལ་གསལ་བཤད་བྱེད་དགོས་ཡག་ཅིག་ལ། ནས་ང་རང་གི་ད་ལྟ་འདི་ལ་སོ་སོའི་གི་བསམ་ཚུལ་ཞུ་ཡ་དེ་ཨེ་འདི་དང་ནས་དེ་འདྲས་ལ་འབྲེལ་བ་གང་ཡང་མེད། ནས་ད་བསམ་ཚེ་གར་ཅི་ནས་ཞུ་དགོས་ཁེ་སོང་ལབ་པ་ཡིན་ན། ད་ད་ལྟ་འདི་ན་བཀའ་མོས་ཞིག་མཁན་གི་གང་ཟག་འདི་འདྲ་བོ་ཅིག་ལ་ཆ་མཚོན་པ་ཡིན་ན། བཙན་བྱོལ་བོད་མིའི་ད། སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་ལས་དོན་གྱི་ནང་ལ་ཞུགས་དགོས་ཡ་ཁོ་རང། ཉིས་སྟོང་བཅོ་ལྔ་བཅུ་དྲུག་ལ་ཐོག་མར་སོ་སོ་སྤྱི་འཐུས་ལ་ལང་གི་ཡོད་པའི་སྐབས་ནས་བཟུང་སྟེ། ནི། ྋགོང་ས ྋསྐྱབས་མགོན་ཆེན་པོའི། ནི། རླབས་ཆེན་གྱི་དབུ་ཁྲིད་ཡོད་པ་དང། ནི། ལྷག་པར་དུ། དབུ་མའི་ལམ་གྱི་སྲིད་ཇུས་ཡོད་པ་ལ་བརྟེན་ནས། ཆབ་སྲིད་ཀྱི་ལས་དོན་གྱི་ནང་ལ་ད་ལྟ་ནས་འཛུལ་ཞུགས་བྱས་པ་ཡིན་ན་འདྲ་ཁུར་ཕྲན་བུ་བླངས་པ་ཡིན་ན་ཡང་མ་འོངས་པའི་ཅིག་བོད་ཀྱི་མི་རབས་གསར་པ་དེ་ཚོ་གི་གར་སེ་གོ་རེ་བླ་དྭགས་ཡག་ཅིག་ཡོང་ས་རེད་བསམ་བསམ་འདྲ་བོ་ཅིག་དངོས་གནས་དྲང་གནས་ཀྱི་ཅིག་གར་སེ་གོ་རེ་རེ་བ་སྟོང་པ་ཅིག། གཞིར་བཟུང་ནས་མི་རིགས་དེའི་འཐབ་རྩོད་ཀྱི་ནང་ལ་ཞུགས་ཀྱི་ཡོད་ལབ་ནས། ནི་འཇིགས་འདྲི་གཏན་ཡ་མེད་རྒྱུ་ཅི་ཆགས་ས་མ་རེད་བསམ་བསམ་འགྲོ་ཅིག་གི་གདངས་ཚོད་དང་སྤོབས་པ་དང་ཡིད་ཆེས་ཀྱི་ཐོག་ནས་ཆབ་སྲིད་ཀྱི་ལས་དོན་གྱི་ནང་ལ་ཞུགས་པ་ཡིན་ཙང། དེ་རིང་བཀའ་སེར་རྒྱ་རི་སྒྲོལ་མ་མཆོག་གིས་བོད་དབུ་མའི་ལམ་གྱི་སྲིད་བྱུས་ཀྱི་བརྒྱུད་ནས་ནི་བོད་རྒྱ་འབྲེལ་མོལ་གྱི་སྐོར་ལ། བཀའ་མོལ་དེ་འདྲ་ཅིག་གནང་ཡོང་དུས་ནི་བསམ་ཚུལ་ཅིག་མི་ཤེས་རང་ཤི། ཆག་སྒོ་ཡི་རྒྱུ་མཚན་དེ་འདྲའི་ཆིག་ཡིན། ཨ་ནེ་རྣམ་པ་ཚོ་སུ་ཡིན་པ་ཡིན་ན་ཡང། གཅིག་ཨེ་ཟླི་དང་དེ་འདྲའི་ལ་འབྲེལ་བ་ཡོད་པ་གི་རྒྱུ་མཚན། གར་སེ་གོ་རེད་འབྲེལ་བ་མ་བཏགས་རོགས་བྱེད། ཡང་གཅིག། དེ་འདྲའི་ཡིན་པ་ཡིན་ན་ཨ་ནེ་ཁྱོད་རང་གི་ཨེ་ཟླི་གི་སྐབས་ལ་ཞུ་དགོས་ཡ་དེ་འདྲ་སྐད་མི་འདུག་ཨ་ནེ་རྗེས་མ་གཅིག་ལ་ཞུས་ན་འགྲིག་གི་རེད་བ་དེ་འདྲའི་དགོངས་སུས་པ་རེད་དེ་ཡང་མ་རེད།

དགྲ་བོ་དེ་ནི་སྤུ་རྒྱལ་འདྲེ་མོ་ཡིན་པ་སོང་ཙང། འདིའི་སྒང་ལ་དགོངས་པ་བཞེས་ཤོག་དང། འཆར་གཞི་འདོན་ཤོག་གི་ཐོག་ལ་ང་ཚོས་གཟབ་གཟབ་བྱས་ནས་ལྟ་དགོས་ཡ་དེ་ཤུགས་ཆེ་གལ་ཆེན་པོ་རེད། དེའི་ཆ་ནས་ད་འདིའི་ཆ་ལ་མ་ཞུས་པ་ཡིན་ན། གལ་སྲིད་དེ་འདྲས་ཅིག་ད་ལྟ་བསམ་ཚུལ་བཏོན་བཞིན་པ་འདི་འདྲས་ཅིག་འགྲོ་བ་ཡིན་ན། ཅིག་ཏག་ཏག་ཅིག་མ་བསྡད་པའི་བཟོ་རེ་འདྲ་བོ་ཅིག་མཐོང་སོང། དེའི་ཆ་ནས་ཨེ་སྡིག་གི་དུས་ཚོད་ཡིན་པ་ཡིན་ན་ཡང་ཨ་ནི་འདིའི་སྐབས་ལ་མི་ཤེས་རང་ཤེས་ཀྱི་ཆགས་སོང་ཟེར་ནས་ངོ་དེ་ཐོག་མར་ཞུས་ཡ་ཡིན། ད་ལྟ་བཅུ་དུས་ཨ་ནི་རྣམ་པ་ཚོས་ང་ཚོ་དཀའ་སྤྱད་ཀྱི་མགོ་འདྲ་བོ་བཙུགས་པ་ཡིན་ན་ཨ་ནི་ག་སར་རྒྱ་རི་སྒྲོལ་མ་མཆོག་གིས་ཡང་སྙིང་ཁ་དྲི་སོང་ཡོད་པ་རེད་ལབ་པ་ཡིན་ན་ཨ་ནི་རྣམ་པ་ཚོས་ནོར་བྷེལ་རླུང་འཕྲིན་ཁང་གི་བཅར་འདྲི་བྱས་བཞག་པ་དེ་ཨ་ནི་ངེས་པར་དུ་གསན་གཟིགས་གནང་རོགས་གནང་ཨ་ནི་དེའི་མགོ་ན་ཡོད་རེད་ད་དྲི་བ་གཅིག་གཉིས་དྲོ་ཟིན་པ་ཡིན་ས་ཡོད། དེ་འདྲ་ཅིག་ལ་ཡོད་རེད་ནི་ད་བསྡོམས་པས་སྤྲོ་བ་དང་དཀར་ལན་གཉིས་ཆ་ལ་སྐར་མ་གསུམ་འདུག་བྱས་ཙང་ད་དེ་སྙང་དོན་འདྲ་བོ་དེ་ནི་ད་བོད་རྒྱ་འདྲེས་མོས་ཀྱི་སྐོར་ལ་ག་རེ་གནང་ཡ་ཡོད་མེད་ཀྱི་སྐོར་ལ་ག་འདྲ་ཞུས་ཡོང་དུས་ད་དེ་སྙང་དོན་འདྲ་བོ་ད་དེ་སྐབས་ལ་ནི་དོན་ཚན་ཁ་ཤས་ཅིག་དེ་དཀར་ལན་གྱི་ནང་ལ་དོན་ཚན་ཁ་ཤས་ཅིག་འདུག་བསམ་བསམ་འདྲ་བོ་ཅིག་འོ་དེ་རྣམ་པ་ཚོས་གར་སེ་གོ་རེ་དཀར་མོས་བཅུ་མ་བཅུ་བཞིན་ལ་ཉན་རོགས་བྱས་ཨ་ནི་ངས་ནི་དེའི་ནང་ལོགས་ནས་ད་དོན་ཚན་ཁ་ཤས་ཅིག་ནས་ད་ཚེ་ལ་རྡོག་སྒྲིག་འདྲ་བོ་བརྒྱབ་བཞག་ཡོད། དེ་ཕྱིས་འདི་ལྟར་ང་ཚོས་དང་པོ་དེ་ལ་སྤོས་རྒྱ་འདྲེ་མོས་ཀྱི་སྐོར་ལ་འཆར་གཞི་ག་རེ་ཡོད་གསུངས་དུས། ད་ག་མོས་ཀྱི་མགོ་བཙུགས་ཡོང་འདི་ད་ང་ཚོ་དངོས་གནས་དྲང་གནས་ད་འབབ་ས་མེད་ན་མ་གཏོགས་ཨམ་བབ་ཚར་བ་རེད་ཟེར་ཡག་གི་ད་ག་མོས་ཀྱི་མགོ་བཙུགས་ནས། ནས་གནད་དོན་གཅིག་ད་ང་ཚོ་འབབ་ས་མེད་ན་མ་གཏོགས་བབ་ཡོག་རེད་ཟེར་ཡག་གི་ད་སྤོས་རྒྱ་འདྲེ་མོས་དང་འབྲེལ་བའི་ག་མོས་གནང་ཡོང་དུས་སྤོས་རྒྱ་འདྲེ་མོས་ཀྱི་ང་ཚོའི་རྒྱུད་ནས་ད་བསམ་འཆར་ཡིག་ཆ་དང་འབྲེལ་བའི་ག་མོས་གནང་ཡོང་དུས། གཉིས་པ་དེ་ད་བསམ་ཕྱིར་ཡིག་ཆ་དེ་སྤྲད་ཚར་ནས་ད་ད་ལོ་བཅུ་གཉིས་ཕྱིན་ཚར་བ་རེད་ད་ལོ་བཅུ་གཉིས་དེ་དུས་ཚོད་ཐུང་ཐུང་ཞིག་མ་རེད་ཟེར་ད། བཀའ་མོལ་གྱི་ནང་གི་གནད་དོན་གཉིས་པ་དེ་དེ་རེད། ད་གནད་དོན་གསུམ་པ་དེ་ལ་ལོ་བཅུ་གཉིས་ཀྱི་ནང་ལ་ང་ཚོ་གསལ་བོ་བྱུང་བ་གཅིག་ལ་ང་ཚོས་ཕར་སྤྲད་བཞག་པའི་ཡིག་ཆ་དེ་ད་རྒྱུ་མཚན་འདྲ་མིན་སྣ་ཚོགས་ཤིག་གི་ཐོག་ནས་ངེས་ལེན་བྱེད་ཀྱི་ཡོད་མ་རེད། བྱས་ཙང་ཨ་ནེ་སྔོན་མ་འདྲ་བོ་བྱིན་པ་ཡིན་ན་སི་ཏྲ་སི་པ་ལ་སོགས་པ་དེ་འདྲས་ཀྱི་གསུང་གསུང་བཤད་ཡིན་པ་ཡིན་ན་ཡང་རང་བཞིན་གྱི་ནི་མིལ་ཟེར་ནས་ང་རང་ཚོའི་ཨ་ནེ་གསལ་བསྒྲགས་སྤེལ་ཡོད་རེད་དེ་འདྲས་ཡིན་པ་སོང་ཙང་ད་ད་ལྟ་ཨ་ནེ་ངེས་ལེན་བྱེད་ཀྱི་མེད་པ་དང་ཨ་ནེ་ལྷག་པར་དུ་ང་ཚོའི་སྔོན་འགྲོ་གི་ཆ་རྐྱེན་མེད་པའི་ཐོག་ནས་བོད་རྒྱ་འབྲེལ་མེད་དགོས་ཀྱི་ཡོད་ཟེར་ནས་གསུང་གི་ཡོད་པ་སོང་ཙང་ཨ་ནེ་ང་ཚོས་ད་ད་ལྟ་ངེས་ལེན་མེད་པའི་ཡིག་ཆ་དེ་ཕར་ནས་བཞག་བཞག་པ་ཡིན་ན། སྔོན་འགྲོ་གི་ཆ་རྐྱེན་གྱི་ངོ་བོ་ཞིག་ཏུ་ནི་འགྲོ་གི་མ་རེད་བས་བསམ་བསམ་འདྲ་བོ་ཅིག་མཐོང་གི་འདུག་ཟེར་ནས་འོ་དེ་སོང་ཡོད་རེད་དེ་འདྲའི་ཡིན་ཙང་ནི་ད། བོད་རིགས་ཡོངས་ལ་མིང་དོན་མཚུངས་བའི་རང་སྲེག་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་གྱི་ཡིག་ཆ་དེ་ནི་ག་རེ་ཟེར་དགོས་རེད་ད། ནི་མིལ། ཡིན། ཟེར་ཡག་གི་ཁྱབ་བསྒྲགས་སྤེལ་ཡག་གི་དུས་ཚོད་ཅིག་ལ་བབས་ཤག་ཟེར་ཡག་གི་ད་ག་མུས་དེ་སོང་དགོས་རེད་བ་རེད། དེ་དང་འབྲེལ་བའི་ཐོག་ནས་ནི་ད་མཐའ་མ་དེ་ལ་ནི་ན་ནིང་ང་ཚོ་དམིགས་བསལ་ཚོགས་ཆེན་ཚོགས་ནས་ནི་རྒྱ་མགོ་རིན་པོ་ཆེ་མཇལ་ཁའི་སྐབས་ལ་ནི་རྒྱ་བ་རིན་པོ་ཆེ་གི་འབྲེལ་མོལ་འབྲེལ་བ་ཡོད་ཟེར་ནས་གསུངས་ཡོད་བ་རེད་དེ་ལ་ང་རང་ཚོ་ཚང་མས་དགོངས་པ་ཆུ་བཞི་དགོས་གི་རེད་ཟེར་ཡག་ཅིག་འོ་དེ་འདྲ་ཅིག་ད་ག་ཅག་གི་ནང་དོན་འདྲ་བོ་དེ་དེ་འདྲ་ཅིག་རེད་དེ་འདྲ་ཡིན་པ་སོང་ཙང། ང་ནི་འདིའི་སྒང་ལ་བསམ་ཚུལ་ཅིག་མ་ཤི་བ་ཡིན་ན་ཀོ། སྲིད་ཇུས་དང་ལོ་རྒྱུས་དང་གནས་དུས་ལ་འགན་མ་འཁུར་བ་འདྲ་བོ་ཅིག་ཆགས་འགྲོ་གི་འདུག་དེ་འདྲ་ཡིན་པ་སོང་ཙང་ངས་བསམ་ཚུལ་ཕྲན་བུ་ཅིག་ཞུ་ཡ་ཡིན། ད་ངའི་བསམ་ཚུལ་དེ་མ་ཤི་སྔོན་ལ་ང་ལ་ཀོང་རྒྱལ་སྒྲོལ་མ་ད་བརྙན་འཕྲིན་དུ་བརྒྱུད་ནས་ག་རེ་ཞུ་ཡ་ཡོད་ལབ་པ་ཡིན་ན། ད་ད་ལྟ་གི་ག་རེ་ཟེར་དགོས་རེད་ངས་བསམ་ཚུལ་ཞུ་ཡ་འདི། དགོང་མོ་ཁྱོད་རང་གི་ཐོག་ནས་ད་ད་ལྟ་བོད་རྒྱ་འབྲེལ་མོལ་དང་འབྲེལ་བའི་དགོང་ཚེས་གསུངས་པ་དེ་དག་ནོར་བྷེལ་གླིང་ཕྲན་ཁང་ལ་སོང་བ་དེ་དང་པོ་མ་རེད། ཉེ་བའི་ཆ་གཅིག་ལ་དྲ་རྒྱའི་རྒྱུད་ལམ་ཞིག་ནས་མཐོང་སོང་ཆེ་ཚང་དེས་དེའི་རིགས་དེ་བོད་རྒྱ་འབྲེལ་མོལ་དང་འབྲེལ་བའི་བསམ་འཆར་ཡིག་ཆ་དང་ནི་མེད་ཅི་དགོས་ཀར་ཟེར་ཡ་གི་དགོང་ཚེས་དེ་ཨེ་དེའི་སྐབས་ཀྱི་གཏམ་བཤད་དང། གཏམ་གཤིས་ཀྱི་གཤིས་ཀ་དང་འབྲེལ་བའི་ཐོག་ནས་ཨ་ནེ་གསུང་གི་ཡོད་པ་ཡིན་ན་ལྷག་པར་དུ་ང་རང་ཚོ་བཙན་བྱོལ་བོད་མིའི་འོས་བསྡུས་ཀྱི་ནང་ལ་ཡིན་པ་ཡིན་ན་ཡང། ནུབ་ཕྱོགས་པས་ལྷག་པར་དུ་ད་སྲིད་དོན་ཚོགས་པ་ཅན་གྱི་འོས་བསྡུ་གི་ད་ཅིག་རང་རྒྱལ་གཞན་ཕམ་གྱི་འགྲོ་སྟངས་ཟེར་ན་ཡང་མི་འདུག་དེའི་གོམས་གཤིས་འདྲ་བོ་གང་ལ་གང་འཚམ་ཞིག་ད་སླེབས་ཚར་ཡོད་དུས་ཨ་ནེ་འོས་བསྡུའི་སྐབས་ཀྱི་གཏམ་བཤད་ལ་ཡིན་པ་ཡིན་ན་ཡང།

ད་འདི་ནས་གསུངས་ཐུབ་པ་ཡིན་ན་ཨ་ནི་རྒྱུ་མཚན་རེ་རེ་གི་ཐོག་ལ་བགྲོ་གླང་བྱེད་ཡག་གི་ཨ་ནི་འདི་འབའ་ཞིག་ཆེན་པོ་ཡོད། ད་འདི་ད་ལྟ་ངས་གཤམ་དུ་ཁ་ཆེ་བཤད་འདི་ཚོ་ཚང་མ་ལོ་ད་ལྟ་གློ་བུར་དུ་གང་དྲན་པ་ཙམ་ཟིག་མ་ཐོགས་པའི་ཅིག་ཞུ་བོ་ཅིག་གྲ་སྒྲིག་བྱེད་བཞག་པ་དང་ཞིབ་འཇུག་བྱེད་བཞག་པ་དང་དེ་འདྲའི་གི་ཐོག་ནས་ཞུ་གི་མེད། དང་ལམ་རྒྱུད་བསམ་བློ་འཁོར་འདེབས་པ་ཅིག་ད་ལྟ་ཞུ་གི་ཡིན། ནི་གལ་སྲིད་མ་འོངས་པ། གལ་སྲིད་རྒྱལ་སྒྲོལ་མ་མཆོག་གི་ད་ལྟ་ཡེ་འདིའི་སྐབས་ཀྱི་གཏམ་བཤད་ག་ཡ་འདྲ་བོ་མ་ཡིན་པའི་ངོ་ནས་དྲང་གནས་ཀྱི་ཅིག Seriously བཟོས་ན་ཡ་མི་འདུག་ནི་སེམས་ཁུར་དང་ལྡན་པའི་ཐོག་ནས་གནད་དོན་ཅིག་གནད་འགག་ཅིག་མཐོང་ནས་གསུང་གི་ཡོད་པ་ཡིན་པ་ཡིན་ན་ནི་རྒྱུ་མཚན་ནི་གསུང་རོགས་གནང་ནི་རྒྱུ་མཚན་གྱི། ལ་རྒྱུ་མཚན་གྱི་ཐོག་ནས་གནས་གྲོས་བསྡུར་དང་བགྲོ་གླང་བྱེད་ཡག་གནས་འདུན་པ་ཞིག་ཆེན་པོ་ཡོད་དེ་བྱེད་དགོས་ཡ་གཅིག་ལ་རེད་དེ་འདྲ་བྱེད་པ་ཡིན་ན་ང་ཚོ་བོད་ཀྱི་སྤྱི་ཚོགས་ལ་ཕན་པ་ཡོད་རེད་ང་ཚོའི་རྩ་དོན་གྱི་ཐོག་ལ་ཕན་ཐོག་ངེས་ཅན་ཅིག་ཡོང་གི་རེད་ཟེར་ནས་དེ་ཞུས་ན་བསམ་སོང་དེ་ནས་ད་ལྟ་ད་ང་ཚོས་ད་ལྟ་བོད་རྒྱ་འབྲེལ་མོལ་གྱི་དེའི་སྐོར་གྱི་བཀའ་ལན་གྱི་འགོ་ཚུགས་ཡོང་དེ་ད་ཡང་སེ་ཡང་སེ་ཚུལ་གཉིས་ཅིག་སོང་སོང་བསམ་སོང་སྤྱིར་བཏང་གི་དེའི་ལན་ཆ་ཚང་གི་ནང་ནས་ད་ང་ཚོ་ངོ་ནས་དྲངས་ནས་ད། འབབ་མཚམས་མེད་ན་མ་གཏོགས་འབབ་ཚར་བ་རེད་ཟེར་ཡ་ཅིག་དང་ད་ལོ་ཇུས་ཉུས་ཕྱིན་ཚར་བ་རེད་རང་སྲིད་རང་སྐྱོང་གི་བསམ་འཆར་རྒྱ་ནག་གཞུང་ལ་སྤྲད་ནས་དེ་ཐུང་ཐུང་མ་རུ་བ་ཟེར་ནས་མུ་མཐུད་སོང། གནད་དོན་འདི་གཉིས་ཀྱི་ཐོག་ལ་ཨ་ནེ་ག་འདྲི་སི་དགོངས་པ་ཞིག་དགོས་ཀྱི་འདུག་ལབ་པ་ཡིན་ན་ང་ཚོས་དངོས་གནས་དྲང་ནས་འབབ་མཚམས་མེད་ན་མ་གཏོགས་འབབ་རེད་ཟེར་ཡ་དེ་ལ་དེ་སི་གཟབ་གཟབ་གནང་དགོས་ཀྱི་འདུག་ཟེར་ནས་ནག་ཉེས་དབུ་མའི་ལམ་གྱི་རྒྱལ་ཡོངས་ཀྱི་ཚོགས་ཆེན་འཚོགས་དེ་ང་མགྲིན་ཚབ་པ་ཡིན། དེ་དུས་ང་ནོར་ཝེ་གླིང་ཕྲན་ཁང་གི་ཐོག་ནས

བསམ་ཕྱིར་ཡིག་ཆ་དེ་བྲེལ་ཚོགས་ལ་མ་བརྟེན་པའི་ཡིག་ཆ་རེད་ལ། ལམ་ནས་དཀྲོག་གཏུམ་བཟོས་པའི་རྗེས་འབྲེལ་གྱི་ཐོག་ནས་ནི། ཉན་ཞིབ་ཚོགས་འདུ་ཅིག་གངས་སྐྱིད་ཀྱི་སྤྱི་ཐབ་ཐོག་ཁ་ལ་ཚོགས་ཡོད་པར་ཉིས་སྟོང་བཅུ་ལ། དེ་དུས་གོང་རྒྱལ་སྒྲོལ་མ། ཚོགས་གཙོ་གཞོན་པའི་ཐུགས་འགན་བཞེས་ཀྱི་ཡོད་རེད། དེའི་སྐབས་ལ། སྐུ་ངོ་རང་གི་གཅེན་པོ། ད་ཞང་ཤག་དམ་པ་ག་སེར་རྒྱལ་བློ་གྲོས་རྒྱལ་མཚན་རིན་པོ་ཆེ་ད་དམིགས་བསལ་སྐུ་ཚབ་ཟུར་བ་གི་ཐོག་ནས། ཉེ་རབས་ཀྱི་ང་ཚོའི་བོད་ཀྱི་ལོ་རྒྱུས་ཀྱི་གནས་ཚད་མང་པོ་ཅིག་བགྲངས་ནས། ཨ་ནི་ང་ཚོ་ད་ལྟ་ང་ཚོ་བབ་ས་མེད་ན་མ་གཏོགས་བབ་རེད་ཟེར་ཡ་གི་ག་མུས་དེ་ལ་དག་ལག་ཅིག་མེད་པ་གི་ལན་འདེབས་ད་ངས་དང་ཕུག་ཆ་ཚང་ལ་དེ་ལ་བདག་ལན་ཆ་ཚང་བ་ཅིག་དེ་ནང་ལ་སྤྲད་ཡོད་རེད་བསམ་གི་འདུག་སྐབས་དེ་དུས། ད་ལྟ་ངས་སེའུ་དྲན་པ་ཅིག་ལ། ང་དེ་དུས་ཐེ་ཝན་ལ་ཡོད། ངས་ཐད་གཏོང་ལ་ལྟ་བསྡད་ཡོད། ད་ལྟ་ངས་སེའུ་དྲན་པ་ཅིག་ལ། ང་ཚོས་མཉམ་འབྲེལ་རྒྱལ་ཚོགས་ལ་སྙན་ཞུ་རྒྱག་པ་ཞིག་གི་ནང་གི་ཚིག་ལུང་འདྲེན་བྱས་ནས། ཅིག་ཅིག་ཅིག་གི་ས་མཚམས་བརྒལ་ནས་ནི་བོད་ལ་དམག་སླེབས་སོང་ཟེར་ཡ་ཅིག་དེའི་སྐབས་ཀྱི་ས་མཚམས་དེ་ཀ་རི་ཀ་རིར་གསལ་ལ་སོགས་པ་དེ་འདྲའི་གི་ནི། ག་མོད་ཉེ་རབས་ཀྱི་ལོ་རྒྱུས་ཀྱི་ནང་གི་གནས་ཚད་གསལ་བོ་ཅིག་དེའི་སྐབས་ལ་སོང་ཡོད་རེད། དེ་ནི་ངེས་པར་དུ་མཁྱེན་དགོས་ཡག་གི་གནས་ཚུལ་གཅིག་རེད། དེ་ནང་བཞིན ྋསྐྱབས་མགོན་པོ་ཆེ་གི་ཆབ་སྲིད་དང་འཛིན་སྐྱོང་གི་སྐུ་དབང་དེ་རྩིས་སྤྲོད་གནང་ཟིན་པའི་རྗེས་ལ། གནང་ཟིན་པའི་རྗེས་ལ་ད་གང་ལྟར་ཉན་ཞིབ་ཀྱི་རྗེས་འབྲེལ་གྱི་སྐབས་ལ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཉན་ཞིབ་དེ་བློ་ངེས་གསལ་པོ་བྱུང་པ་དང་གང་ལྟར་ད་ཅིག་དེ་འབྲེལ་གྱི་འགྲེལ་བརྗོད་བཞག་ཡོད་པ་རེད་དེའི་རྗེས་ལ་ད་ལྟ་གོང་དུ་ཞུས་པ་ནང་བཞིན ྋསྐྱབས་ཆབ་སྲིད་དང་འཛིན་སྐྱོང་གི་སྐུ་དབང་དེ་མི་མང་ལ་གནང་ཚར་བའི་རྗེས་ལ། ཨ་ནི། བཅའ་ཁྲིམས་བསྐྱར་བཅོས་སྐད་གྲགས་ཆེན་པོ་ཐེངས་ཉི་ཤུ་རྩ་ལྔ་བ་དེ་ཕྱིན་ཡོད། དེའི་སྐབས་ལ་ད་བཅའ་ཁྲིམས་བསྐྱར་བཅོས་མང་པོ་ཅིག་ཕྱིན་ཡོད། ལྷག་པར་དུ་བཅའ་ཁྲིམས་ཀྱི་སྔོན་གླེང་ཅིག་ཨ་ནི་དེ་དེ་དུས་གཏན་འབེབས་བྱུང་ཡོད། ད་ལྟ་ངས་བཅའ་ཁྲིམས་ཀྱི་སྔོན་གླེང་འདིའི་ནང་ལས་ཨ་ནི་རོབ་ཙམ་ཟིག་དེ་ལ་ཞུས་པ་ཡིན་ན་དེ་ལ་འདི་གསུངས་འདུག་བ། བཞི་ལོ་བརྒྱ་ཕྲག་དགུ་བའི་ནང་ནས་ད་དུས་རབས་དགུ་བའི་ནང་ནས་བོད་གསོ་བོར་ཐོར་བ་ནས་ད་ཆིག་སྒྲིག་གི་ནུས་བ་དེ་ཉམས་ནས་ལོང་ཚན་སོ་སོ་སོ་སོ་ལ་སྒེར་འཛིན་ཙམ་ལས་བོད་སྤྱི་ལ་དབང་བའི་ཆབ་སྲིད་ཚགས་ཚེད་པ་བྱུང་མེད། བཞི་ལོ་ཆིག་སྟོང་ཉིས་བརྒྱ་དྲུག་ཅུ་གི་ནང་ལ་འགྲོ་མགོན་ཆེ་རྒྱན་འཕགས་པས་ཆེན་པོ་ཧོར་དང་མཆོད་ཡོན་གྱི་འབྲེལ་བ་བཙུགས་ནས་ཆོལ་གསུམ་ཡོངས་ལ་ཁྱབ་པའི་ཟེ་ཧང་སླར་གསོ་མཛད་ཀྱང་རང་བོར་མ་ཐོགས་པར་མཐའ་མཚམས་བཅུ་བཞིན་སྐྱོང་མ་ཐུབ་ཁར། ལོ་སུམ་བརྒྱ་བརྒྱ་བྱེ་གི་སྐོར་གི་ནང་གི་ཕག་གྲུ་རིན་སྤུངས་གཙང་པ་གཅིག་བོད་ཀྱི་དག་སྲིད་སྐྱོང་ལ་འགྱུར་བ་ཡང་ཡང་བྱུང་སྟེ་བོད་ལྗོངས་ཡོངས་ལ་ཁྲིམས་དང་དབང་ལུང་གིས་མ་ཁྱབ་ཅིང་ནང་ཁུལ་སྡེ་གཟར་མང་པས་བོད་སྤྱིའི་ཆབ་སྲིད་ཀྱི་ནུས་བ་ཧ་ཅང་ཉམས་དམས་སུ་གྱུར་ཟིན་ནས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བཅའ་ཁྲིམས་གཏན་འབེབས་ཀྱི་སྔོན་གླེང་གི་ནང་ལ་ཡོངས་གྲགས་ཀྱི་བཀོད་བཞག་པའི་གནས་ཚུལ་གྱི་རིགས་དག།

ཚིག་དེ་ཚོ་ཚང་མ་ལོ་ང་ཚོའི་ནམ་རྒྱན་བཙན་ཤོས་ནང་ལོགས་ལ་ང་ཚོ་དེ་གཞིས་སྒར་བཙལ་དགོས་རེད་མདོ་སོ་ཞུམ་གཅིག་བྱེད་པ་ཡིན་ན་ཅིག་རྒན་མཁན་མ་དགོས་བའི་ཚིག་སྤམ་པོ་དེ་འདྲས་གཡུག་བཞག་ཡ་གོམས་གཤིས་ཅིག་འདུག་ད་ལྟའི་པའི་ཆེ་ས་ཆུང་ས་ཚང་མ་ལ་འདུག་གཅིག་ནས་ད་མི་མང་གི་དྲི་བ་ཅིག་དྲི་འདེད་དེ་འདྲས་མ་བྱེད་པའི་སྐྱོན་ཡིན་འགྲོ་རེད་བ་དེ་འདྲས་ཡིན་པ་སོང་ཙང་ཨ་ནི་དེ་དེ་སུ་ཅིག་བབ་ས་མེད་ན་མ་གཏོགས་བབ་རེད་བསམ་ཡག་གི་དགོངས་ཚད་ཆུང་བ་དང་དགའ་མོས་གཞན་ནས་ཐོན་པ་དེ་དེ་ཞིག་བསམ་བློ་ཅིག་ད་ག་ཟེ་བོ་རེད་དགོངས་པ་དག་དག་ཅིག་གཟབ་ནན་ཅིག་མ་གཞི་བ་འདྲ་བོ་ཅིག་མེད་འགྲོ་བསམ་སོ་འདྲ་བོ་ཅིག་ད་ངས་དགེ་བའི་དབང་གིས་གསུང་གི་ཡོད་པ་ཡིན་ན་ངས་གཏན་གྱི་བཤད་པ་ནང་བཞིན་ཨེ་འདུག་སྐབས་གི་ཡང་དགའ་མོས་ཅིག་དང་འབྲེལ་བ་ཡོད་པ་ཡིན་ན་ད་དེ་ཨ་ཡུག་བཤད་རྒྱུ་རེད་མ་གཏོགས་གླེང་མ་གནང་ན་འགྲིག་གི་རེད། ཨ་ཏི་ཞུ་ཨན་ཏི་ནང་བཞིན་ད་ཨ་ནི་ལོ་བཅུ་གཉིས་ཕྱིན་པ་དེ་ཡང་ཞུ་བོ་ཅིག་ཐུང་ཨ་ཀར་སི་གུར་ལོ་མང་པོ་ཕྱིན་པའི་བསོ་ར་འདྲ་བོ་ཅིག་གསུང་གི་འདུག་བ་ཆུ་ཐང་སྤོས་རྒྱ་འདྲེན་མོད་ཀི་དིན་ཅི་དོན་གི་ནས་བཟུང་སྟེ་ཆོངས་པའི་ད་ཨ་ཏི་སྔོན་ལ་དིན་ཅི་དོན་གྱི་ནས་ཨ་ནི་ཀ་སིར་ཀིན་དེ་ལང་ཡིན་ན་ཧོང་ཀོང་ནས་རྒྱ་ལོ་དོན་འགྲོ་དིན་ཅི་དོན་གི་སྔོན་ལ་མ་ཐུག་སྔོན་ལ་ཅིག་ཐུག་བྱ་བསམ་སོང་འགྲོ་ཅིག་ང་ཡིག་ཆ་ཅིག་གི་ནང་ནས་དེ་འདྲ་ཅིག་ཐིག་སོང་ད་ག་རེ་ཡིན་ད་ཁྱད་པར་མི་འདུག་དིན་ཅི་དོན་གྱི་ཡིན་ན་དོན་གི་ཡིན་པ་ཡིན་ན། ཨ་ནེ། ཉིས་སྟོང་བཅུ་པར་གྱི་རྒྱ་ནག་ལ་ད་བོད་རྒྱ་ཞུམ་མེད་གསུང་གི་ཡོད་ན་འདྲ་བོད་རྒྱ་འབྲེལ་མེད་གསུང་གི་ཡོད་ན་འདྲ་འབྲེལ་བ་བྱས་པའི་བརྒྱུད་རིམ་གྱི་ནང་ལོགས་ལ་ཨ་ནེ་བསྐྱར་བལྟས་བསྐྱར་ཞིབ་བྱས་ནས་དགོངས་པ་ཞིག་ཞུས་ད། ཉིས་སྟོང་གཉིས་ནས་ཉིས་སྟོང་བཅུ་བར་གྱི་བོད་རྒྱ་འབྲེལ་མོལ་གྱི་བརྒྱུད་རིམ་དེའི་ནང་ལོགས་ལ། ང་ཚོའི་སྔོན་འདོད་དེ་ཧ་ཅང་གི་གསལ་པོ། སྔོན་འདོད་གར་སེ་གོ་རེད། སྲིད་སྤྱི་དེ་ཁ་གསལ་པོ། དཔེར་ན། བརྒྱུད་ལམ་གཅིག་དང་གྲས་གཞི་གཅིག་ཟེར་ཡག་གི་སྲིད་སྤྱིའི་འོག་ནས། ནས། ཅིག། བདེན་སྤྱི་དང་དོན་གྱི་དོན་གྱི་གར་སེ་གོ་ན་དེ་ནས་བཟུང་སྟེ་ཉིས་སྟོང་ཆའི་བར་དུ་བྱུང་བའི་བོད་རྒྱ་འབྲེལ་མོལ་གྱི་བརྒྱུད་རིམ་ཧྲིལ་པོ་གི་ནང་ནས། ང་ཚོའི་ཕྱོགས་ནས་ཡིན་པ་ཡིན་ན་ཡང། ལངས་ཕྱོགས་དེའི་ཐོག་ལ། ཨ་ནེ་ཅི་གར་ཚེ་གོ་རེ་ཤི་ན་སང་གསུམ་གི་ཕྱག་ལས་གནང་སྟངས་ཡིན་པ་ཡིན་ན་ཡང་བཅུ་ཚོང་ཡོད་པ་ཁ་གསལ་བ་སུ་སྐྱིད་ལངས་ཕྱོགས་གསལ་བོ་ཡོད་པ་རྒྱལ་སྤྱིའི་རང་བཞིན་ཅན་ཡང་ཆགས་ཡོད་པ་གསལ་བོ་ཆགས་ཡོད་པ་ཨ་ནེ་ག་མོའི་ནང་འདི་གི་ཅིག་ཕར་ཚུར་གི་ཅིག་འདྲ་མཉམ་གི་རང་བཞིན་དེ་ཡང་ཡིན་པ་ཡིན་ན་ཡང་ཅིག་ཨ་གར་ཚེ་གོ་རེ་འདྲ་འདྲ་མཉམ་བྱུང་ཡོད་པ་ལ་སོགས་པ་དེ་འདྲའི་གི་གནས་ཚད་ངོ་ནས་དྲངས་ནས་ཅིག་མ་འདྲ་བ་ཅིག་བྱུང་ཡོད་པ་དེ་ཨ་ནེ་ཁོ་གསལ་བོ་གསལ་རྐྱང་ར་བོ་ཅིག་རེད་བ། དེ་འདྲའི་ཅིག། ཨ་ནེ། ཆུང་ནས་ད་ཉིས་སྟོང་གཉིས་ནས་ཉིས་སྟོང་བཅུའི་བར་དུ་ངོ་གནས་དྲངས་ནས་ལོ་རྒྱུས་ཀྱི་ཆུང་རབས་ཀྱི་ཡིག་ཚགས་གི་ནང་ལ་ད་ངེད་རྣམས་ཀྱིས་དེ་འདྲ་བཤད་ཀྱི་ཡོད། རྒྱ་དང་དཔོན་གཉིས་འབྲེལ་བ་ཆུང་བའི་བར་གྱི་བཀའ་མོལ་ཆབ་སྲིད་ཀྱི་སྐོར་ལ་བཀའ་མོལ་གནང་བའི་ནང་ནས་ཨ་ནེ། ཉིས་སྟོང་གཉིས་ནས་ཉིས་སྟོང་བཅུའི་བར་དེ་ད་ངོ་གནས་དྲངས་ནས་གི་གར་སའི་སྒོ་རེ་གཙང་མ་ཅིག་དང་འདྲ་མཉམ་ཅིག་དང་ངོ་གནས་དྲངས་ནས་ཅིག་གཅིག་གིས་གཅིག་ལ་ཅིག་མགོ་སྐོར་མ་འཚལ་བ་ཅིག་ཡིན་གྱི་རེད་བསམ་བསམ་འདྲ་བོ་ཅིག་ངས་དེ་འདྲ་ཅིག་བསམ་གྱི་ཡོད་རེད་བ། རྣམས་ཀྱིས་དེ་འདྲ་ཞུས་ཡོད་མྱོང། དེ་འདྲ་ཡིན་དུས་ཨ་ནི། དེ་འདྲའི་གི་ད་ཅིག་ག་རེ་ཟེར་དགོས་རེད། བརྒྱུད་རིམ་ཚད་དང་ལྡན་པ་དེ་འདྲ་ཅིག་གི་ཐོག་ནས་ཡིག་ཆ་ཕར་སྤྲད་བཞག་པ་དེ་ནི་ད་ད་ལྟ་བར་དུ་ལོ་བཅུ་གཉིས་ཅིག་ཕྱིན་ཡོད་པ་དེ་ཞུ་ཅིག་འགོར་སོང་བསམ་བསམ་འདྲ་བོ་ཅིག་ཡིན་པ་ཡིན་ན། དེའི་སྔོན་འགྲོ་གི་དཔེར་ན་ཉིས་སྟོང་གཉིས་གི་སྔོན་འགྲོ་གི་ཨ་ནི་བཙན་ཤུལ་ནང་གི་ང་ཚོའི་གནས་སྟངས་དང། དེ་ཚོ་ཚང་མ་ལ་དགོངས་པ་ཅིག་ཞུས་དགོས་ཡ་ཅིག་ཡོད་རེད་བ། དེ་འདྲ་བྱས་དུས་ཨ་ནི། ད་སི་ཏྲ་སི་བག་གི་གསུང་བཤད་ནི་ང་ཚོའི་རང་བཞིན་ནུས་མེད་ཕྱིན་པ་ཡིན། གསུངས་པ་དང་ནི། ད་ལྟ་གི་དེ་གར་ཟེར་དགོས་རེད་རང་སྲིད་རང་སྐྱོང་གི་ད་ལྟ་བསམ་འཆར་དེ་ནི་ལོ་གཅིག་གཉིས་ཞོའི་ཅིག་མགོར་ཤ་བསམ་བསམ་འདྲ་བོ་ཅིག་དང་ད་གཟུགས་ཀྱི་པར་རུ་ལ་ཕར་ཚེ་ར་ཅིག་གར་ཟེར་དགོས་རེད་བོ། དེ་འདྲའི་གི་འབྲེལ་བ་དག་ཡོང་ཡ་དེ། དག་དག་ཅིག་རྩ་བ་ཉིད་ནས་བསྡད་ཀྱི་ཡོད་མ་རེད་བསམ་གྱི་འདུག་ལྷག་པར་དུ། ཉན་ཞིབ་ཀྱི་ཏན་ཏིང་ངེས་གཏན་དུ་གོང་དུ་ཞུས་པ་གྱི་ཚོགས་འདུ་དེའི་སྐབས་ལ་ཡིན་ན་ཡང་འདྲ། རྒྱ་ནག་ནས་ནས་སྐུ་ཚབ་རྣམ་པ་ཚང་མ། སྐུ་ཚབ་རྣམ་པ་གཉིས་རྒྱ་ནག་ལ་སོང་ནས་བཀའ་མོལ་གནང་ནས་ཚེ་རབས་ཡོངས་ནས་གསང་དགོས་གསལ་བསྒྲགས་སྤེལ་ཐེངས་རེ་རེ་ལ། ནས་ང་ཚོ་ག་རེ་གསུང་གི་ཡོད་རེད་ལབ་ན་ང་ཚོ་དེ་ང་ལ་དེ་ལྟོས་ན་ཞིབ་ཚགས་པོ་བྱེད་བསྡད་ཉན་གྱི་མི་ཅིག་རེད་ད་སྔོན་མ་སྔོན་མ་སྤྱི་འཐུས་མ་ཡིན་པའི་སྔོན་དེ་འདྲ་ལ་རེད། ཐ་ན་བཀའ་གསེར་རྒྱ་རི་ལོ་ཀྲི་རྒྱལ་མཚན་རིན་པོ་ཆེ་ལ Red Free Asia ལ་སོགས་པ་ནས་བཅར་འདྲི་བྱེད་བཞག་རྒྱུ་དེ་ཚོ་ཡིན་པ་ཡིན་ན་ཡང་ཡིག་ཐོག་ལ་ཕབ་ནས་བསྡད་མཁན་གྱི་མི་དེ་འདྲ་ཞིག་ཡིན་བོད་རྒྱ་འདྲེས་མོའི་གི་སྐོར་ལ་བྱས་བ་རེད་བ། དེ་འདྲ་ཡིན་པ་སོང་ཙང་ང་ཚོ་ག་རེ་གསུང་གི་ཡོད་བ་རེད་ལབ་པ་ཡིན་ན་མི་མང་དང་བོད་བོད་པ་ཚང་མ་ལ་བོད་ཕྱི་ནང་གཉིས་ཀྱི་མི་མང་ལ་ནི་རྒྱལ་ཁབ་ཅིག་དང་མི་རིགས་ཅིག་གི་དོན་དག་ཡིན་པ་སོང་ཙང། ཨ་ནི་ལམ་སང་ལམ་སང་ཆེ་འགྲིབ་འགྲོ་གི་རེད་བསམ་སོང་འདྲ་བོ་དེ་འདྲས་དགོངས་ཀྱི་ཡོད་མ་རེད། ལོ་གཅིག་གཉིས་གཉིས་གསུམ་ལོ་གསུམ་བཞི་བཞི་ལྔ་གི་ནང་ལ་ཅིག་ཡོང་གི་རེད་བསམ་སོང་འདྲ་བོ་དེ་འདྲས་ཀྱི་ཅིག་རྔམ་སྐྲག་གི་སོ་ར་འདྲ་བོ་དེ་འདྲས་གནང་གྱི་ཡོད་མ་རེད་ངང་རྒྱལ་རང་བོ་བྱེད་དགོས་ཀྱི་རེད་ཟེར་ནས་ད་ནམ་རྒྱུན་གསུང་གི་ཡོད་རེད་བ། དེ་འདྲས་གསུང་གི་ཡོད་པ་དེ་ད་ཧ་ལམ་ཧ་ལམ་ད་ག་རེ་ཟེར་དགོས་རེད་ས་འགུལ་གསལ་བསྒྲགས་རེ་རེ་གི་སྐབས་ལ་གསུང་པ་ཡིན་ཙང་མི་མང་བོ་ཅིག་གི་ནང་ལ་ཤག་བསྡད་ཡོད་རེད། དེ་ཅིག་གར་སེ་བར་ང་ཚོ་རྒྱ་བོད་མི་རིགས་གཉིས་ཀྱི་བར་རུ་ཟིན་ན་ཡང་མི་འདུག་ད་ལྟ་ང་ཚོ་རྒྱ་བོད་གཉིས་ཀྱི་བར་རུ་ལ་ཁྲལ་བཞག་པའི་དཀའ་རྙོག་འདི་ཅིག་རྒྱབ་ལྗོངས་ཀྱི་རྒྱུ་མཚན་དང་དེ་ཚོ་གནས་ཚད་མང་པོ་ཞིག་མགོ་རྙོག་ཚ་བོ་དང་རྙོག་དྲ་ཆེན་པོ་ཡིན་པ་སོང་ཙང་ཅིག་ལམ་སང་ཅིག་སེལ་ཐུབ་ཡ་ཅིག་གི་གནས་སྟངས་ཅིག་མེད་པ་ཅིག་ད་གསུང་གི་ཡོད་རེད་བ། ངས་སི་ཀ་མོའི་གནང་མཁན་དེ་ཚོ་གིས་ཡང་སེ་ཡང་སེ་གསུང་པ་སོང་ཙང་ཨ་ནི་ལོ་བཅུ་གཉིས་དེ་ད་ཞུ་ཅིག་རང་དཔུང་འདྲ་བོ་ཅིག་ལ་དགོངས་པ་བཞེས་པ་ཡིན་ན་ཨ་ནི་ཏག་ཏག་ཅིག་བསྡད་ཀི་ཡོད་མ་རེད་ཟེར་ནས་ད་ངས་ཏན་ཏན་སྐད་ཆ་གི་ནང་གི་གནད་དོན། ད་དང་པོ་དང་གཉིས་པ་ཟེར་དགོས་རེད་པས། དེ་གཉིས་ལ་དེ་འདྲའི་གཅིག་གི་ཐོག་ནས་ནས་བསམ་ཚུལ་གཅིག་ཞུས་བཞག་པ་ཡིན་ན་རྗེས་སུ་ང་ཚོ་ཞིབ་ཚགས་པོ་ཞིག་དགོས་དགོས་ཡོད་ན་ནས་རིམ་པ་བྱས་ནས་ཞུས་ཆོག་གོ་རེད་པ། དེ་ནས་ད་ད་ད། གནད་དོན་གསུམ་པ་འདྲ་བོ་དེ་ལ་བཀའ་དྲིན་འདུག་ལབ་པ་ཡིན་ན། ད་ལོ་བཅུ་གཉིས་ཀྱི་ནང་ལ་ད་ང་ཚོ་གསལ་བོ་ག་རེ་བྱུང་ཡོད་རེད་ལབ་པ་ཡིན་ན། ང་ཚོས་ཕར་སྤྲད་བཞག་པ་བའི་ཡིག་ཆ་དེ་རྒྱུ་མཚན་འདྲ་མིན་སྣ་ཚོགས་ཞིག་གི་ཐོག་ནས་ཨེ་ནི་ངེས་ལེན་བྱས་ཡོད་མ་རེད་གསུང་གི་ཡོད་རེད། ད་དེ་ངེས་ལེན་བྱས་མེད་པའི་རྒྱུ་མཚན་དེ། ང་ཚོས་རང་སྲིད་རང་སྐྱོང་གི་བསམ་འཆར་གྱི་འགྲེལ་བརྗོད་ཡིག་ཆ་དེ་རྗེས་ལ་སྤྲད་ཡོད་རེད། ཕྱོགས་གཉིས་ཀྱི་ཐོག་ནས་ཕར་ཚེར་ས་འགུལ་གསལ་བསྒྲགས་སྤེལ་ཡ་དེ་ཀོ་འཛམ་བུ་གླིང་ལ་ཡོངས་གྲགས་ཆགས་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི། ང་ཚོའི་རང་སྲེག་རང་སྐྱོང་གི་བསམ་འཆར། བོད་རིགས་ཡོངས་ལ་མང་དུ་འཚོང་བའི་རང་སྲེག་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་དང་ཨ་ནི་སི་ཏྲ་སུལ་པག་གི་གསུང་བཤད་འདྲ་བོ་ཆེ་ཡིན་པ་ཡིན་ན། མ་འདྲ་བ་བཅུ་ཡོད་པ་སྟེ། ཨ་ནི་སི་ཏྲ་སུལ་པག་གི་གསུང་བཤད་ཀྱི་གནས་ཚུལ་དེའི་ནང་ལོགས་ལ་ཁྲིམས་དོན་གྱི་གནས་ཚུལ་དེ་ཐད་ཀར་གྱི་འབྲེལ་བ་ཡོད་པ་དེ་གལ་ཡོང་བ་མ་རུ་བ། ད་རང་སྲེག་རང་སྐྱོང་གི་བསམ་འཆར་འདྲ་བོ་ཆེ་ཡིན་པ་ཡིན་ན་ང་ཚོས་ཨ་ནི་རྒྱ་ནག་གི་རྩ་ཁྲིམས་དང་མི་རིགས་ས་ཁོངས་རང་སྐྱོང་གི་བཅའ་ཁྲིམས་ཀྱི་འབྲུ་དོན་ཁོ་ར

འོ་དེ་འདྲ་ཡིན་པ་སོང་ཙང་ཨ་ནི་ད་ཁོ་རང་ཚོའི་རྒྱུ་མཚན་སྣ་ཚོགས་པ་ཟེར་ཡ་དེ་རྒྱུ་མཚན་ག་གི་ག་གི་ག་གིའི་ཐོག་ནས་ཨ་ནི་ཁོ་རང་ཚོས་ངེས་ལེན་བྱེད་ཀྱི་ཡོད་མ་རེད་ཁྱོད་རང་ལ་ག་ས་རྒྱ་རི་སྒྲོལ་མ་མཆོག་ལ་རྒྱུ་མཚན་སྣ་ཚོགས་པ་གསུང་ཡ་གི་ཡང་ཚིག་ཅིག་འདུག་སྣ་ཚོགས་པ་ཟེར་ཡ་དེ་ནང་ལ་ག་རེ་ག་རེ་འདུས་གི་ཡོད་རེད་སྣ་ཚོགས་པ་ཟེར་ཏེ་ཁྱོད་རང་གི་སྲས་པོ་ཧ་མ་ཧ་གོ་ཡ་ཅིག་ད་ག་རེ་བྱུང་སོང་ཟེར་ད་ང་ཚོས་ཅིག་སྒྲིག་འཛུགས་དང་དེ་ནས་ངས་བསམ་ན་སྐབས་དེ་དུས་ཀྱི་ལས་ཕྱག་ལས་གནང་མཁན་དེ་ཚོ་གི་ཐོག་ནས་ཨ་ནི་ལན་འདེབས་གནང་མཁན་དེ་ཚོ་གི་ཐོག་ནས་ཚིག་དེ་འདྲ་བེད་སྤྱོད་བཏང་བ་དེ་འདྲ་ངས་ད་ལྟ་བར་དུ་གོ་མ་སོང། དེ་ཆ་ནས་ཡིན་ན་གསར་པ་དེ་འདྲའི་མཁྱེན་བཞག་པ་ཡོད་ན་ཡང་མི་མང་ལ་གསུང་དགོས་ཡ་དེ་ཤུགས་ཀྱི་གལ་ཆེན་པོ་རེད། དེ་འདྲ་ཡིན་པ་སོང་ཙང་ཁོ་རང་ཚེ་དང་དེར་སྡོམ་བརྒྱབ་ནས་ཤི་བ་ཡིན་ན་ངེས་ལེན་མི་བྱེད་པའི་རྒྱུ་མཚན་ངེས་ལེན་མེད་ཟེར་ཡག་གི་རྒྱུ་མཚན་དེ་ཨ་ནེ་ད་ད་ག་ཟིག་ཅིག་དབང་ཆེན་དབང་མེད་གི་སྐད་ཆ་ཅིག་དང་ཧམ་པ་གི་སྐད་ཆ་ཅིག་ཙམ་ཅིག་རེད་མ་གཏོགས་པས་ཨ་ནེ་ཁོ་ངོ་ནས་དྲང་གནས་གི་ཅིག་ད་བཟང་སྤྱོད་དང་དེ་འདྲའི་ད་བཤད་མཁན་ཡོད་མ་རེད་བ། ཡིན་ན་ཡང་ད་ཁོ་ཁྲིམས་ཐོག་ཁྲིམས་ཐོག་རང་ནས་ཁོ་རང་ཚོ་རྩ་ཁྲིམས་དང་བཅའ་ཁྲིམས་འགོག་ནས་ང་ཚོས་གོ་བ་ལང།

ཡང་དགོངས་པ་གཞི་ནས་གསུང་དགོས་ཡ་གཅིག་མེད་འགྲོ་བསམ་བསམ་འདྲ་བོ་གཅིག་དྲན་གི་འདུག་གང་ལྟར་ད་རྒྱུ་མཚན་འདྲ་མིན་སྣ་ཚོགས་ཞིག་གི་ཐོག་ནས་གསུང་ཡ་གི། སྣ་ཚོགས་ཟེར་ཡ་དེའི་ནང་ལ་རྒྱུ་མཚན་གསར་པ་འདྲ་བོ་དེ་འདྲ་ཡང་གཅིག་སྒྲིག་འཛུགས་དང་གཅིག་སྐར་ཚོད་དགུ་རེར་ནམ་རྒྱུན་ང་ཚོས་དབུ་མའི་ལམ་དང་འདི་འདྲི་གི་ཐོག་ལ་ད་གཅིག་ཁུར་བླངས་ངེས་བསྡད་མཁན་དང་དོ་སྣང་བྱེད་བསྡད་མཁན་དེ་ཚོ་གི་མ་མཁྱེན་པ་དེ་འདྲ་ཏན་ཏན་མཁྱེན་ཡོད་ན་ཨ་ནི་གསུང་རོགས་གནང་ཟེར་ནས། འོ་དེ་ཞུ་ཡ་ཡིན་དེ་མ་གཏོགས་པའི་ཞུ་བ་ཅིག་ག་རེ་ཟེར་དགོས་རེད། ང་ཚོས་ཅིག་ཡིན་ལུགས་ཚིག་འཐེན་གི་ཐོག་ནས་ཟེར་ན་ཡ་མི་འདུག་རྒྱུ་མཚན་དང་རྒྱུ་མཚན་གི་ཐོག་ནས་ངེས་ལེན་བྱེད་གི་མེད་པ་ཅིག་ཨ་ནེ་རྩ་བ་ཉིད་ནས་མཐོང་གི་མེད། དེ་དེ་ལྷག་པར་དུ་ལོ་བཅུ་གཉིས་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ནེ་དུས་ཚོད་ལ་རང་འབོད་བྱེད་གི་མེད་ལ་རྩ་བ་ཉིད་ནས་ངེས་ག་རེ་ཟེར་ངེས་འཛིན་བྱེད་ཐུབ་གི་མེད། ངེས་འཛིན་བྱེད་ཐུབ་ས་མ་རེད་མི་རིགས་ཆེད་ལ་ད་ཏང་གི་གོང་དུ་ཞུ་བ་གནང་བྱུང་དེ་འདྲ་ཡིན་དུས་ཨ་ནེ་དེ་ཟུར་གི་ཐོག་ལ་ཨ་ནེ་མི་མང་གི་ནང་ལོགས་ལ་ཡང། དེ་འདྲས་ལ་བརྟེན་ནས་བཀའ་རྒྱ་ཡོངས་སུས་པ་སོང་ཙང་ཨ་ནི་འགན་ཁྱོད་ནས་དགོངས་པ་བཞེས་ནས་བབ་བླང་བརྟན་གསུམ་བྱས་ནས་བཀའ་མོལ་གསུང་དགོས་ཡ་དེ་གལ་ཆེན་པོ་ཅིག་མཐོང་སོང། དེ་ནས་ད་གར་བྱེད་དགོས་རེད་ཅིག་མཐའ་མ་གི་བཟོ་ར་འདྲ་བོ་དེ་ཨ་ནི་ང་ཚོའི་སྔོན་འགྲོ་གི་ཆ་རྐྱེན་མེད་པའི་ཐོག་ནས་ད་བོད་རྒྱ་འབྲེལ་མོལ་བྱེད་གི་ཡིན་སྒོ་ཤེས་གི་ཡོད་ཟེར་ནས་བཤད་དེ་ཡོད་ཟེར་ནས་གསུང་གི་ཡོད་རེད་ད་དེ་འདྲས་ནི་ང་ཚོའི་ཕར་སྤྲད་བཞག་པའི་ཡིག་ཆ་དེ་ཁོ་རང་ཚོ་ངེས་ལེན་མེད་པའི་ཡིག་ཆ་དེ་ཕར་ནས་བཞག་བཞག་པ་ཡིན་ན་དེ་སྔོན་འགྲོ་གི་ཆ་རྐྱེན་གཅིག་གི་ངོ་བོ་ལ་འགྲོ་གི་མ་རེད་བས་བསམ་བསམ་འདྲ་བོ་ཟོ་འཐུང་གི་འདུག་ཟེར་ནས། འོ་དེ་གསུངས་པར་རོ་བ། དེ་ལ་བརྟེན་ནས་ནི་བསམ་ཕྱིར་ཡིག་ཆ་དེ་ད་ནི་མེད་ཟེར་ཡག་གི་ད་ཁྱབ་བསྒྲགས་བྱེད་དགོས་ཡག་གི་དེ་ལ་བབ་བཞག་ཟེར་ཅིག་ད་དེ་གསུངས་པ་རེད། ད་དེ་དེ་ཡིན་པ་སོང་ཙང་ཨ་ནེ། མི་མེད་ཟེར་ཡག་ཅིག་ད་འདི་ཁོང་དུ་ཞུས་པ་གཞིར་བཟུང་བྱས་ནས་ང་རང་ཚོས། བསམ་འཆར་ཡིག་ཆ་ཡོང་སྟངས་ཀྱི་ཐོག་ལ་ཞུ་བའི་དོན་ཚན་ལྔ་ནས་བཟུང་སྟེ་སི་ཁྲི་སི་སྦག་གི་གསུང་བཤད་ནས་བཟུང་སྟེ། ད་ཅིག་བརྒྱུད་རིམ་མང་པོ་ཅིག་གི་ད་ཕྱོགས་བསྡོམས་བརྒྱབ་ནས། དེ་ཅིག་གློ་བུར་དུ་ང་ཚོས་ནི་ཐ་ག་དཔྱད་བཞག་པ་ཅིག་དང་སེམས་ལ་དྲན་བཞག་པ་ཅིག་དེ་འདྲ་ཅིག་གི་མར་བ། ཕྱོགས་གཅིག་ནས་རང་སྲིད་རང་སྐྱོང་གི་བསམ་འཆར་གྱི་ཡིག་ཆ་འདི་ད་ཅིག། བའི་ལུས་སུ་བསྒོར་བའི་རིན་ཐང་འདྲ་བོ་དེ་ཤི་འགོ་རེད་བསམ་བསམ་འདྲ་བོ་ཅིག་དྲན་གྱི་འདུག་དེ་དེ་ཅིག་སྐབས་ཐོག་གི་ཆབ་སྲིད་པ་ཅིག་གིས་ཅིག་གར་སེ་གོ་རེད། ཅིག་མི་མང་ལ་ཅིག་ལན་འདེབས་ཅེས་སྐྱེས་པའི་སོ་ར་འདྲ་བོ་ཅིག་དང་ཅིག་ཕར་ནས་ཅིག་སོང་ཡོང་དུས་དེ་ལ་ཅིག་གར་སེ་གོ་རེད། སྐབས་ཐོག་གི་མི་མང་ལ་བསྟན་ཡག་ཅིག་དང་ཡང་ན་ནི་ཅིག་རྒྱ་ནག་གི་ཅིག་སོང་ཡོང་དུས་དེ་ལ་ཅིག་ལན་འདེབས་ཀྱི་སོ་ར་འདྲ་བོ་ཅིག་དང་འཕྲད་སྲིད་འཕྲད་སྲིད་ཀྱི་ཅིག་དོན་དག་ཅིག་དེ་འདྲ་ཅིག་གི་མ་རེད། ཕྱོགས་གཅིག་ནས་ཁོ། ྋགོང་ས ྋསྐྱབས་མགོན་ཆེན་པོས་གཙོས་པའི་ངོས་ནས་དྲང་ལས་ཀྱི་ལྟ་སྤོད་ཀྱི་གནས་ཚུལ་གྱི་ཐོག་ལ་གཞན་དྲང་མི་འཇོག་པའི་གནས་ལྟ་སྤོད་ཕྱི་ནང་གི་ད་དཔེར་ན་འདས་ཡོར་འབའ་བ་ཕུན་ཚོགས་གངས་རྒྱན་ལ་འདྲ་བོ་གཅིག་ལ་ཡིན་པ་རྒྱ་ནག་གི་སྲིད་བྱུས་དང་མཐུན་འབྲེལ་གྱི་ཐོག་ལ་གཞན་དྲང་མི་འཇོག་པ་དེ་འདྲ་ཨོ་དེ་འདྲའི་གི་ད་སྐྱབས་རྗེ ྋསློབ་དཔོན་ཟམ་གདོང་རིན་པོ་ཆེས་གི་མཚོན་པའི་ད་ངོས་ནས་དྲང་ལས་ཀྱི་དེ་འདྲའི་གི་གཅིག་གར་ཚེ་གོ་རེ་ཡིག་ཆ་དེ་ནི་གཏན་ཕབ་ནང་བཞག་པ་ཆིག་རེད་བ། དེ་འདྲ་བྱས་ཏེ་ང་རང་ཚོའི་ཉམས་མྱོང་དང་ཡོངས་སུ་རྫོགས་པ་ཕྱོགས་བསྡོམས་བྱས་ནས་གནད་དོན་བཞག་པའི་ཡིག་ཆ་གལ་ཆེན་པོ་ཅིག་ཡིན་པ་སོང་ཙང་དེ་ལམ་སང་རང་གར་བསྲེ་དགོས་རེད། ཁོ་ནུས་མེད་བསྲེ་ཡག་གི་ཚིག་དེ་ཨ་ལི་དེ་ལ་བསམ་བློ་གནང་ལ་དེ་འདྲ། ག་འདྲ་སི་འཁྲུངས་གི་ཡོད་ན། གལ་སྲིད་དེ་འདྲའི་རྒྱུ་འཁྲུངས་པའི་དབང་དུ་བཏང་པ་ད་སྔོན་མ་ཅིག་ལ་སི་ཏྲ་སི་པགས་དེ་འདྲ་བྱས་པ་སོང་ཙང་ཟེར་ནས་ཡང་རིགས་བསྒྲེས་ནས། བསམ་ཚུལ་དེ་འདྲ་སྐྱེ་གི་ཡོད་ན་ཡང་རྒྱུ་རྐྱེན་ལ་ལྟ་དགོས་ཀི་རེད་བ། སི་ཏྲ་སི་པགས་དེའི་སྐབས་ལ་དེ་འདྲའི་འཁྱོངས་དགོས་ཡ་གི་རྒྱུ་རྐྱེན་དང་ད་ལྟ་ང་ཚོས་རང་སྲེག་རང་སྐྱོང་ཡོང་ཐུབ་གི་བསམ་ཕྱིར། ཉིན་གཅིག་རྒྱབ་ལྗོངས་ཀི་རྒྱུ་མཚན་དང་དེ་སྨ་ར་ཏི་ཏི་སྒང་བར་དུ་སྡོམ་འདྲ་བོ་བརྒྱབ་ནས་ཡོང་སྟངས་འདྲ་བོ་བྱུང་ར་བ། འོ་དེ་ཚོ་ཚང་མ་ལོ་བཅུ་བདུར་བརྒྱད་ནས་ངའི་གནས་ཚུལ་ལ་ལྟ་དགོས་ཡ་དེ། ཨ་ནི་ཞུ་བ་ཅིག་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲ་ཡིན་པ་སོང་ཙང་ཨ་ནི་ང་ཚོས་ད་འདོམས་དང་རྡོ་རིང་འདྲ་བོ་བརྒྱབ་ནས་ཞུས་པ་ཡིན་ན་ཨ་ནི་ལོ་ད་དྲུག་ཅུ་ལྷག་གི་རིང་ལ་ང་ཚོས་ཅིག་ཤོག་འདོམས་བརྒྱབ་བཞག་པས་ཨ་ནི་ཆབ་སྲིད་ཀྱི་བོད་ཀྱི་དཀའ་ངལ་གྱི་ཐོག་ལ་རྒྱལ་སྤྱི་ལ་བལྟས་ནས་རྒྱ་ནག་ལ་བལྟས་ནས་བོད་ནང་གི་གནས་སྟངས་ལ་བལྟས་ནས་ཤོག་འདོམས་བརྒྱབ་བཞག་པས་ད་ང་ཚོས་གྲུབ་དོན་གྱི་གསོ་རིག་འདྲ་བོ་ཞིག་ད་ལྟ་ཆགས་དེ་ཡོད་རེད་སི་ཧོ་མེན་ལམ་གི་སྲིད་བྱུས་ཀྱིན་ནི་ད་ང་ཚོས་ད་སྔོན་འདོད་དེ། ནི་གཉིས་ནི། ནི་ང་ཚོས། བསམ་འཆར་ཡིག་ཆ་གི་ནང་ལོགས་ལ་བོད་མི་མང་གི་སྔོན་འདོད་མ་ཚིག་པ་དེ་འདྲ་ག་རེ་ཡོད་རེད། དཔེར་ན་ཆགས་བཞག་ན་ད་ཁོ་ནི་མི་ལ་སེ་ཡ་གི་རྒྱུ་མཚན་གཅིག་བཤད་དགོས་ཀྱི་ཡོད་ན་ད་རྒྱུ་མཚན་ཡང་དག་པ་གཅིག་དགོས་ཀྱི་རེད་བ། ད་དེ་འདྲའི་གི་རྒྱབ་ལྗོངས་གི་རྒྱུ་མཚན་དེ་འདྲ་ནི། ཁར་སང་བཅར་འདྲི་གི་སྐབས་ལ་ད་དེ་འདྲའི་གང་ཡང་གསུངས་མ་སོང་ལྷག་པར་དུ། དེའི་ཚབ་ལ། གལ་སྲིད་ནུས་མེད་བྱས་པ་ཡིན་ན་ཨ་ནི་ག་རེ་བྱེད་ཀྱི་ཡིན་པས་གོམ་པ་ཉིས་བ་གསུམ་པ། སྔོན་མ་ཉན་ཞིབ་ཚོགས་འདུ་གི་སྐབས་ལ་སོང། ཉན་ཞིབ་ཚོགས་འདུ་གི་སྐབས་ལ་སོང་ཕྲན་བྷེ་བཞག་པ་རེད་བས་དེ་འབྲེལ་གྱི་ནང་ལོགས་ལ། སྦྱོར་ངའི་རྗེས་སུམ། ཚངས་པ་ཅིག་ཡོད་ན་དབུ་མའི་ལམ་གྱི་སྲིད་བྱུས་དེ་ལྷག་པས། ཨ་ནི། སུ་ཡིན་པ་ཡིན་ན་གྲོས་ཚོགས་འཐུས་མི་ཡིན་པ་ཡིན་ན་འདྲ་འདུག་སྤྱི་འཐུས་རྣམ་པ། མི་མང་ཡིན་པ་ཡིན་ན་འདྲ་འདུག་ག་དུས་ཡིན་པ་ཡིན་ན་ཡོད་དོ་ཞུ་ས་དེ། ང་ཚོ་གཞུང་གི་སྲིད་བྱུས་ཀྱི་ཐོག་ལ་བསྐྱར་ཞིབ་ཡོང་ཡག་གི་སྒོ་དེ་ཤེས་ཤེས་པ་ཡིན་ཟེར་ནས་སྐབས་དེ་དུས་ཀྱི། ཨ་ནེ་ང་ཚོས་རྒྱལ་ཁབ་ཀྱི་དབུ་ཁྲིད་དང་བཀའ་བློན་ཁྲི་པའི་ཐོག་ནས་གཟི་འོད་བྱིན་ནས་སོང་ཡོད་རེད་པ་དེ་དུས་གུང་རྒྱལ་སྒྲོལ་མ་ཁྱེད་རང་ཚོགས་གཙོ་གཞོན་པ་རེད། དེ་འདྲས་འབུ་སོང་ཙང། ད་ལྟ་བོད་རིགས་ཡོངས་ལ་དམངས་དོན་ཚང་བའི་རང་སྲིད་རང་སྐྱོང་ཡོང་ཐུབ་ཀྱི་བསམ་འཆར་ནང་བཞིན་སྒྱུར་ངེས་རྗེས་གསུམ་ཚང་བ་ཅིག་འདུ་ཤེས་འདུ་ཤེས་ཀྱི་ངོ་ནས་དྲངས་ནས་ཁྲལ་དང་ཕུགས་འཕེར་བ་གི་ཅིག་གནས་ཚུལ་ཅིག་ཅིག་འཆར་གཞི་ཅིག་དང་འགྲོ་སྟངས་འདུག་སྟངས་ཅིག་ཡོད་པ་ཡིན་ན་ཡང་དེ་གསུང་ཡག་གི་ཅིག་དེ་ཡོད་རེད་བ། འོ་དེ་འདྲ་ཡིན་པ་སོང་ཙང་ནི། ད་འདིའི་ལྟི་ཚོད་དེ་ལ། ནི་དེ་འདྲའི་ཅིག་གསུང་དགོས་ཡ་གི་རྒྱུ་མཚན་གི་ཐོག་ལ་དེ་ཚོ་ཚང་མ་གི་ཐོག་ལ་འདུ་བསམ་བློ་ཅིག་བཏང་ཡོང་དུས། ནི་ཅིག། རང་བཞིན་གི་ཅིག། ག་འདྲི་ཅིག་ཡིན་ན་བསམ་སོམ་འདྲ་བོ་ཅིག་དོགས་པ་ཅིག་བྱུང། ལྷག་པར་དུ་ཅིག་བོད་རྒྱ་འབྲེལ་མོལ་གི།

ཨེ་འདི་དང་འབྲེལ་བའི་ཅིག་ཀ་མུས་ཀ་ཡ་འདྲ་བོ་དེ་འདྲའི། གཡོན་ནས་ཅིག་ཁྲ་ལ་ཕྲན་བུ་ཞིག་དང་ཚ་ཟི་ན་འདྲ་མ་ས་ལ་ས་ན་འདྲ་དེ་འདྲའི་རྒྱབ་ནས་སོང་ཡ་ཅིག་གི་གནས་བབ་ཅིག་གི་འོག་ཡིན་པ་ཡིན་ན། ང་ལ་ལན་དང་དེ་འདྲའི་གང་ཡང་དགོས་གི་མེད། དེ་མ་ཤེས་ནས། རྒྱུ་མཚན་ཅིག་སོང་ཡ་ཡོད་ན་ཡག་པོ་འདུག་ད་གལ་སྲིད་ཡང་རྒྱུ་མཚན་ན་སོང་ཡ་མེད་པ་དང་དེ་འདྲའི་ཡིན་པ་ཡིན་ན་ད་ང་ཐ་མའི་རེ་བ་དེ་ག་རེ་ཡོད་ལབ་པ་ཡིན་ན་འདི་འདྲའི་གི་གནད་དོན་ཆེན་པོ་གི་ཐོག་ལ་ཨ་ནི་བཀའ་མོལ་མ་གནང་རོགས་གནང། གཟབ་གཟུབ་བྱེད་རོགས་བྱེད། ནི། ང་ཚོའི་སྤྱི་ཚོགས་ནང་ལོགས་ལ་གཅིག། བོད་རིགས་ཡོངས་ལ་དམངས་དོན་ཚང་བའི་རང་སྲེག་རང་སྐྱོང་ཡོང་ཐུབ་ཀྱི་བསམ་འཆར་འདི་བཟོ། གཅིག་ལྟ་ཅིག་ནི་མེད་ལ་དང། ནི་གཅིག། དོན་དག་འགྲུབ་དང་མི་འགྲུབ་ཀྱི་གཅིག། གར་སེ་གུ་རེད། དོན་དག་སྒང་ལ་འགྲོ་དང་མི་འགྲོ་གི་དེ་འདྲའི་གི་ག་མོའི་ནང་ཐུབ་མཁན་དང། དེ་འདྲའི་གི་ངོ་ནས་དྲང་ནས་ལྟ་ཐུབ་མཁན། དེ་འདྲའི་ནི། ཧ་ཅང་གི་ཉུང་ཉུང་ཡིན་པ་ཅིག་ངེས་འཛིན་བྱེད་ཀྱི་ཡོད། མོ་ཅིག་སྲིད་སྐྱོང་གི་ཅིག་ཨེ་མི་ལ་ལང་བ་ཙམ་གྱིས་དེ་ཅིག་མཁྱེན་ཡོན་ཡོངས་སུ་རྫོགས་པ་ཅིག་ལམ་སང་འདྲི་རང་ཅིག་སྒྱིད་ལ་སྐྱེ་བའི་ངེས་པ་ཡོད་བ་མ་རེད་བ། དེ་འདྲ་ཡིན་པ་སོང་ཙང་ཨ་ནེ་ང་ཚོ་ཁ་ལ་བོགས་པའི་སུ་ནང་བཞིན་ཅིག་གནང་ཐུབ་པ་ཡིན་ན་ཨ་ནེ། བོད་ཀྱི་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཕྱག་ལས་གནང་སྟངས་དང་མཐུན་པ། ནི་གན་ལ་མཛེས་པ་དཔའ་བླང་བརྟན་སེམས་ཅིག་རེད་བསམ་བསམ་རེ་བོ་ཅིག་དྲན་གྱི་འདུག་དེ་འདྲའི་གི་ཆ་ནས་ནི་ང་རང་རྣམ་རྒྱལ་གཙུག་གུར་ཡོད་པའི་སྐབས་སུ་རྒྱ་རི་སྒྲོལ་མ་མཆོག་གི་བོད་རྒྱ་འབྲེལ་མོལ་དང་ད་ཨེ་ལྡི་སྐབས་ཀྱི་བོད་རྒྱ་འབྲེལ་མོལ་དང་འབྲེལ་བའི་དགའ་མོས་ཀྱི་ཐོག་ལ་ནི་སོ་སོ་བསམ་ཚེ་དེ་འདྲས་ཅིག་ཞུ་ཡ་ཡིན་ད་མང་པོ་ཞུ་ཡ་ཡིན་ན་ཡང་ཆུ་ཚོད་ད་ཆུ་ཚོད་ཕྱེད་ཀ་ཟིག་ཕར་སེམས་སྒྲུབ་བྱེད་ཀྱི་འདུག་ནི་དུས་མཚམས་བཞག་པ་ཡིན་ནི་རྣམ་པ་ཚོ་ཚང་མ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་ཡིན།